རྒྱུན་ལས་དང་མི་མང་ཡོངས་ལ་ཡང། ངས་ནི་འཚམས་འདྲི་ཞུ་ཡ་དང་ཆབས་ཅིག་ད་ངས་ག་ཅིག་བཤད་ཞུ་གཞི་དེ་རྒྱ་ནག་གཞུང་གི་བོད་དོ་ཧ་འཛིན་པའི་སྲིད་བྱུས་ཡི་སྐོར་ལ་ཅིག་འགྲེལ་བཤད་རྒྱག་དགོས་རེད་བྱས་པ་རེད་ད་དེ་སྐོར་ལ་ཅིག་བཤད་དགོས་ཡ་ན་དུས་ཚོད་སྐར་མ་གཅིག་ཆོག་ང་ཚོ་གི་ནང་ལ་ཁག་པོ་མི་འགྲོ་བསམ་གི་ཡིན་ན་ཡང། དེའི་སྐོར་ལ་ཡང་གནད་དོན་གལ་ཆེ་ཡ་ནི་གཅིག་གཉིས་ཀྱི་སྐོར་ལ་ནི་མ་ཅིག་ཞུས་ན་བསམ་སོང། ད་དེ་ཞོལ་ཞི་བདེ། མི་རིགས་ཆེན་པོ་གཅིག་གི་མི་རིགས་ཞི་དྲག་པ་ཞིག་རྩ་མེད་བཏང་ཡག་གི། གནད་དོན་དང་འབྲེལ་བ་ཆགས་ཡོད་དེ། དེ་སྐོར་ལ་སྐབས་རེ་ག་ཅི་བྱེད་དེ་ག་སེམས་ཀྱི་ཚོར་བ་དེ་ཞེས་པ་ཅིག་སླེབས་སྐད། ཚོར་བ་སླེབས་དུས། ཉེ་ངན་ཚོ་ལ་ཡང་སྐབས་རེ་ནི། ཕོག་ཐུག་འགྲོ་ཡག་གི་དེ་འདྲའི་ག་མོད་འདྲ་དེ་འདྲ་ཡང་ཡོང་གི་ཡོད་ས་རེད། གཅིག་དེ་གཉིས་ནི་སོ་སོ་ཨ་མདོ་གཅིག་ཡིན་པའི་ངོས་ནས་ག་ཅི་སྙན་པོ་དང་ཡག་པོ་དེ་འདྲ་བཤད་ཤེས་གི་མེད། སེམས་པའི་ནང་གང་འཁོར་བ་དང་ཚོར་བ་དེ་ག་གབ་ཏུ་བཤད་བཞག་གི་ཡོད། དེ་འདྲའི་བཤད་པའི་ཐོག་ནས་ཡང་སྐབས་རེ་ཡང་ཕོག་ཐུག་རེ་དེ་འདྲ་བྱུང་བ་ཡིན་ན་དང་པོ་ནས་གོང་གསལ་ཞུ་ཡ་ཡིན། ད་ཚང་མས་ནི་མཁྱེན་གསལ་རེད། རྒྱ་ནག་གཞུང་གིས་བོད་ལ་ཡང་ནི་བཙན་འཛུལ་བྱས་ནས་ད་འདས་པའི་ལོ་དྲུག་ཅུ་ད་འགྲོ་གི་ཡོད་རེད། ད་འདི་བཙན་འཛུལ་ཞུ་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ། ད་རྒྱ་ནག་གཞུང་གིས། མི་སེར་སྤེལ་ཡག་གི་སྲིད་ཇུས་ཤིག་གི་ཐོག་ནས་བོད་ལ་འདུག་བཞིན་འཛིན་བཟུང་བྱེད་ཀྱི་ཡོད་རེད། རྩ་བའི་མི་སེར་སྤེལ་ཡག་གི་སྲིད་ཇུས་ཟེར་ཡ་དེ་རྒྱ་ནག་གཞུང་གི་གྲངས་ཉུང་མི་རིགས་ཚོ་ཐོག་འདི་མི་སྲིད་ཇུས་ཤིག་ཡག་རེད། མེས་རྒྱལ་གཅིག་གྱུར་ཟེར་ཡ་ཅིག་ཁོ་རང་ཚོའི་སྲིད་ཇུས་ནང་ཡག་རེད་མེས་རྒྱལ་གཅིག་གྱུར་གྱི་སྲིད་ཇུས་དང་ཨ་ནེ། མི་རིགས་འཆམ་མཐུན་དང། ནི་ཡར་རྒྱས། ཡི་རངས་དེ་ཁོའི་ཟས་གཅིག་དེ་འདྲས་ཀྱི་སྲིད་ཇུས་ཀྱི་སིམ་འདྲེ་བཞི་བརྒྱ་དྲུག་གི་ཡོད་རེད། ང་རང་ཚོ་བོད་ཀྱི་ཐོག་ལ་ཡིན་པ་ཡིན་ན་ཡང་རྒྱ་ནག་གཞུང་གི་ནི་སྲིད་ཇུས་རབ་དང་རིམ་པས་བོད་པའི་ནག་ལོག་ནས་རྩ་བའི་ད་གནས་འདྲ་བོ་དེ་དོན་ཚན་འདི་གི་དེ་སིམ་དེ་ཡོད་རེད། བོད་སྐོར་ལ་ཡ་ཨ་ནི་ལས་དོན་བྱེད་ཤོག་གི་རྩ་བའི་སྲིད་ཇུས་དེ་གལ་ཏེ་གང་གི་སྟེང་ནས་ཐག་གཅོད་དགོས་བ་རེད་ཞུས་པ་ཡིན་ན། རྒྱ་ནག་གཞུང་གིས་བོད་ལ་འཛིན་པའི་ནི་ལས་དོན་བྱེད་ཤོག་སྐོར་ལ་ཡ་ཨ་ནི་བཞུགས་མོལ་ཚོགས་འདུ་ཟེར་ཡ་གཅིག་རིམ་པས་ཚོགས་ཀྱི་ཡོད་རེད། བཞུགས་མོལ་ཚོགས་འདུ་ཚོགས་བ་དེ་ཚོགས་འདུ་གསུམ་པ་དེ་དགུ་བཅུ་སྐོར་གསུམ་དགུ་བཞི་ལོ་དུ་བ་ནི་གཅིག་ཚོགས་པ་རེད་ཉིན་ཉིས་སྟོང་གཅིག་ནང་དུ་བ་ལ་ཡ་བཞུགས་མོལ་ཚོགས་འདུ་ཐང་བཞི་བ་དེ་དུ་བྱས་ནས་ཚོགས་པ་རེད། ལྔ་བ་དེ་ཧུའུ་ཅིན་ཐའོ་སྲིད་འཛིན་ཡིན་པའི་སྐབས་ལ་ཉིས་སྟོང་བཅུ་གི་ནང་ལོགས་ལ་ཡ་བྱེས་མོའི་ཚོགས་འདུ་ཐང་ལྔ་བ་དེ་ཚོགས་པ་རེད། ད་ད་ལྟའི་ཆར་ལ་ཡ་བྱེས་མོའི་ཚོགས་འདུ་ཐང་ལྔ་བའི་གི་སྲིད་ཇུས་ལས་དོན་བྱེད་ཤོག་གང་ལ་གཏུགས་ཤིག་ནས་ད་བོད་གི་ནང་ལོགས་ཡ་ད་རྒྱ་ནག་གཞུང་གི་ལས་དོན་བྱེད་ཤོག་དེ་གཏུགས་སྲིད་དེ་འདི་ཅིག་གང་བྲོ་བསྡད་གི་ཡོད་རེད། ད་ཨ་ནི་བྱེས་མོའི་ཚོགས་འདུ་ཐང་ལྔ་བ་གི་དེའི་ནང་ལོགས་ལ་ཡིན་ན་ཡང། མི་བརྒྱད་གཅིག་གྱུར་དང། ཨ་ནི། བྱམས་ལྡན། རྫིག་ལྡན། ཡི་རང་དེ་ཁུལ་སི་ཡ་དེ་གས་ཏེ་རྩ་བའི་སྲིད་བྱུས་ལ་ནི་སེམས་བྱས་ནས་འདུག་བཞིན་འགྲོ་གི་ཡོད་རེད། ད་ད་ལྟ་ཞི་ཅིན་ཕིང་གི་སྐབས་རེད། ཞི་ཅིན་ཕིང་གི་སྐབས་ལ་ཡིན་ན་ཡང། ད་སྐར་གཅིག་གི་ཞི་ཅིན་ཕིང་མི་སྐད་ཡངས་པོ་གསུང་ཙང་བོད་ལ་འཛིན་མི་སྤྱི་གང་གྱུར་པ་དྲུག་གུ་རེད་དྲུག་གུ་མ་རེད་ཟེར་ཡ་ཅི་ཡ་མང་པོ་ཅིག་ཡོང་གི་ཡོད་རེད་དེ། ང་རང་གིས་ལྟ་ཚུལ་བྱས་པ་ཡིན་པ་ཡིན་ན་ད་ལྟའི་ཆ་ལ་རྒྱ་ནག་གཞུང་གི་རྩ་བའི་གྲངས་ཉུང་མི་རིགས་གང་ལ་ལྷག་པར་དུ་ང་རང་ཚོ་བོད་ལ་འགན་པའི་སྲིད་ཇུས་གང་ལ་འགྱུར་བ་ཕྱིན་ཡོད་པ་མེད་པ་ཅིག་ལ་ང་རང་གིས་ངོས་འཛིན་ཞུ་བསྡད་ཀྱི་ཡོད། ག་རེ་ཞུས་པ་ཡིན་ན། ཁོ་རང་སྲིད་འཛིན་ཆགས་པའི་སྐབས་ལ་ཡ་གུ་ག་མོས་ག་རེ་གནང་ཡོད་ལམ་སྟོན་ག་རེ་བྱས་ཡོད་ཟེར་ན། ཨ་ནི། མེས་རྒྱལ་གཅིག་གྱུར་དང། ཨ་ནི་ཡར་རྒྱས་འཛུགས་སྐྲུན་ཟེར་ཡ་དང། ཨ་ནི་ཡི་རང་བདེ་འཁོད་ཀྱི་སྲིད་ཇུས་ཟེར་ཡ་དེ། དང་པོ་ཁོ་རང་དཔེ་ལྟ་དེ་སེམས་ཀྱི་ནས་མ་འདི་ཞེས་བརྗེད་ཡོད་རེད། ཡི་རང་སྡེ་ཁུལ་དགུ་དགུ་ཡོད་ན་བོད་ལ་ནི་བོད་ཀྱི་མཐའ་མཚམས་འདི་ག་དེ་སྲུང་སྐྱོབ་བྱེད་པ་གལ་ཆེན་པོ་ཡིན་པ་དེ་དྲིལ་བསྒྲགས་གནང་ཡག་རེད་ཚང་མས་མཁྱེན་གྱི་ཡག་རེད་བསམ་གྱི་འདུག་དེ་འདྲས་སོང་ཙང་རྒྱ་ནག་གཞུང་གི་རྩ་བའི་ང་ཚོ་བོད་ལ་ཡ། བཙན་འཛུལ་དང་དབང་བསྒྱུར། བོད་ཀྱི་ཡུལ་དེ་དང་བོད་མི་རིགས་ཚང་མ་ལ་ཡ་རྒྱ་གི་ངོ་བོ་ཅིག་ལ་བསྒྱུར་ཡག་གི་སྲིད་བྱུས་དེ་ད་ལྟ་བར་དུ་ནི་འགྱུར་བ་བཏང་གི་ཡོད་མ་འགྱུར་བ་ཕྱིན་ཡོད་མ་རེད་ངེས་དོན་དེ་འདྲས་ཡོད་གང་ནས། དེ་འདྲའི་སོང་ཙང། ཨ་ནེ། རྒྱ་ནག་གཞུང་གིས་མི་ཚེར་སྤེལ་བའི་སྲིད་ཇུས་དེའི་ཐོག་ནས། འདས་པའི་ལོ་ལྔ་བཅུ་དྲུག་ཅུའི་ནང་ལོགས་ལ་ཡང། བོད་ཀྱི་ལུང་པ་དེ་བཞེས་དེ་ལ་ཡང་གནས་སྟངས་ག་འདྲ་ཆགས་བསྡད་ཡོད་རེད། ང་ཚོས་དངོས་ཡོད་ཀྱི་གནས་ཚུལ་གང་ཞིག་ཞུས་པ་ཡིན་ན། ང་སྐྱེས་ས་དེ་ཨ་མདོ་མཚོ་སྔོན་ནས་རེད། ད་མཚོ་སྔོན་དེ། ས་ཆ་དེ་ཡོངས་འཚོ་བ་དེ་བོད་ཀྱི་ས་ཞིག་ཆགས་བསྡད་ཁོ་རེད།

བོད་པ་དེ་ཧ་ཅང་གི་ད་དྲང་སྙོམས་རིགས་ཆགས་བསྡད་ཡོད་རེད། རྒྱ་ནག་གཞུང་གིས་གྲངས་འབོར་ཉིས་སྟོང་ཐམ་པའི་ལོ་དུ་བ་གི་གྲངས་ཀ་ཅིག་དུར་བ་ཡིན་པ་ཡིན་ན། བོད་ཀྱི་ནང་ལ་ཡོད་དུས་བོད་མི་དང་རྒྱ་མི་གི་མི་ཚེ་ནི་ས་ཡ་ས་ཡ་མང་པོ་བརྒྱ་མང་པོ་ཆགས་བསྡད་ཡོད་རེད། སྲིད་ལང་གྲོང་ཁྱེར་མཚོ་སྔོན་གི་རྒྱལ་ས་རེད་དེ་ནང་ཕྱིན་པ་ཡིན་ན་བོད་པ་ཐུག་དགོས་ཡོད་ན་དེ་རིང་སང་ཉིན་རྙེད་ཁག་པོ་རེད་བོད་པ་རེད།

འདིས་རྒྱ་ནག་གཞུང་གིས་སྡུག་ཤི་མི་འབོར་ཆེན་པོ་གྱི་བོད་ཀྱི་ས་གནས་ལ་སྡུག་ཤི་ཡ་ར་སྤོར་ཡོང་བ་གང་ཞིག་ལ་ཡ། འདིའི་སྒང་ལ་ཡ་རྒྱ་ནག་གཞུང་གིས་ད་དུང་སྲོལ་རྒྱུན་མང་པོ་ཅིག་ལག་ལེན་བསྟར་གི་འདུག་བ། བོད་མི་རིགས་དེ་བོད་རྒྱ་རང་གི་ངོ་བོ་བསྒྱུར་ཡ་གི་ཆེད་དུ། ཨ་ནི། རྒྱ་མང་པོ་ཞུ་བ་ཅིག་བོད་ཀྱི་ས་ཆ་སྒང་གླེ་དེའི་སྐབས་ལ་རང་བཞིན་གྱི་ས་གནས་དེ་གི་མི་རིགས་དེ་གི་སྐད་ཡིག་དང་རིག་གཞུང་དང་ཡིད་ལུས་ཀུན་སྩོལ་ཅིག་ལ་མི་རིགས་ཆེན་པོ་དེ་གི་ཤུགས་རྐྱེན་གི་འོག་ནས་རང་བཞིན་གྱི་ད་བོད་ད།

བོད་ཀྱི་དགོན་པ་དེ་གའི་སྟེང་ལ་ཡང་རང་དབང་གི་ཐོག་ནས་ཕྱིའི་གི་ནི་བྱེད་སྒོ་དེ་གའི་ཆ་ཚང་དུ་གུང་ཁྲན་ཏང་གི་རྩ་འཛུགས་ཅིག་མིག་ཡོད་ན་བཙུགས་ཤག་པ་གི་འདི་གི་ཨ་ནི་ག་ཚོད་ཐག་གཅོད་གི་རང་བཞིན་ནས་འགྲོ་དགོས་བ་རེད་མ་གཏོགས་བོད་རང་གི་མི་རིགས་ཀྱི་སྲོལ་རྒྱུན་གི་འགྲོ་ལུགས་དྲུང་ཆེ་ཏཱ་ལའི་ཁ་པོ་ཞེ་པོ་ཆགས་བསྡད་གི་འདུག་བ། དེ་རིང་སང་ཉིན་བོད་ཡར་རྒྱས་ཞུ་དང་དང་ག་ཚོད་བཤད་གི་འདུག་རེད། དགོན་པའི་ནང་ཡར་རྒྱས་དང་དང་ཚོད་བཤད་གི་དེ་ན་རྣམ་གྲངས་འགྲེལ་བཤད་རྒྱག་གི་དེ

ད་སྐད་ཡིག་སློབ་གསོ་གི་སྲིད་ཇུས་ལག་ལེན་བསྟར་ནས་ལོ་གཅིག་གཉིས་ནང་ཚང་མས་ཕྱིན་གྱི་ཡོད་ཀྱི་རེད། དོན་མེད་ཀྱི་ཕྱོགས་དེ་བ་ལ་ང་ཀྱི་ས་དེ་ཆབ་བཅག་གི་ངོ་རེད་སློབ་ཁྲིད་ག་ཚོད་ཀྱི་ངོ་ལོག་བསྐྱབ་སོང། ཨ་ནི། ཕ་ཕྱོགས་དེ་ནས་ཨ་མདོ་རེབ་གོང་གི་ཕྱོགས་དེ་བ་ནས་སློབ་ཁྲིད་ག་ཚོད་ཀྱི་ངོ་ལོག་བསྐྱབ་སོང། དེ་རིང་སང་ཉིན་གནའ་དེང་གི་སྣེ་ཁྲིད་ངས་སློབ་ཁྲིད་མང་པོ་བཙོན་ཁང་ནང་གཡོལ་བ་ཡོད་རེད། ག་ཚོད་མནར་གཅོད་གཏོང་གི་འདུག་རྗེ་སར་རྒྱ་མི་རིགས་ཀྱི་མི་སེར་ཆེན་པོ་ཞེ་བོ་ཅིག་བོད་ནང་སྤེལ་བ་ལ་བརྟེན་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་མང་པོ་ཅིག་དཀའ་ངལ་འཕྲད་ཀྱི་ཡོད་དུས་ད་བོད་ནང་གི་གཞིས་ལས་རྒྱ་ཆེའི་མི་མང་གིས་ད་ངོ་ནས་བོད་སྐོར་ལ་ཡ་ངོ་ནས་སེམས་འཚབ་ཡོད་ངེས་ཀྱི་བོད་པ་ཚོའི་ངོ་ནས་ད་བསྡད་མ་ཐུབ་ནས།

འདི་རྒྱ་ནག་གཞུང་གི་གཞུང་འབྲེལ་གྱི་ཡིག་ཆ་རིམ་པའི་ནང་ལ་གསལ་ཡོད་རེད། ཧུའུ་ཅིན་ཐའོ། ད་སྲིད་འཛིན་ནི་ཕ་ར་བྷོད་ནས། ད་ཉིས་སྟོང་བཅུ་གཅིག་གི་ནང་རེད་བ། བཅུ་གཅིག་གི་ནང་ལོ་ལ་ཡ། སྐབས་དེར་བོད་རང་སྐྱོང་གཞུང་སྟབས་ལོ་དྲུག་ཅུ་ཐམ་པ་འཁོར་བའི་དགེ། ཡིག་ཆ་དེའི་ནང་ལ་ཡང་དག་རང་སུ་ཞིག་དེ་གསལ་ཡོད་རེད། ཉེ་སྔོན་ཟླ་བ་ཁ་ཅིག་ན་རྒྱ་ནག་གཞུང་གིས་རང་སྐྱོང་གཞུང་གི་ཁྲིན་ཅིན་ཀོའུ་གི་གཏམ་བཤད་དེའི་ནང་ལ་དག་རང་གི་སུ་ཞིག་དེ་ཡང་གསལ་བསྐྱོར་ཡོད་རེད། རྒྱལ་སར་བོད་ཀྱི་སྐད་ཡིག་དང་རིག་གཞུང་ཐོབ་ཐང་སྐོར་ལ་ཅིག་ཞུས།

ནི་གཉིས་པ་དེ་ད་ལྟ་ནི་ཁོར་ཡུག་གི་སྐོར་ལ་ཅིག་ཞུས་ན་བསམ་ཚུལ་ད་འདིའི་སྐོར་ནས་དཀའ་ངལ་ཆེན་པོ་ཞུགས་ཅི་འཕྲད་ཀྱི་ཡོད་རེད་བོད་ནང་གི་བོད་མི་ནི་ས་ཁུལ་ཁག་མང་པོ་ཅིག་ལ་འདིའི་གི་སྟངས་ནས་རྦད་དེ་དེ་རིང་སང་ཉིན་ངོ་ནས་དྲངས་ནས་ཡག་ན་གི་ད་གདོང་ཐག་ཚ་ནན་གྱིས་དེ་གའི་དེ་ལག་ལེན་བསྟར་ཅིག་ནི་མྱངས་དང་མྱངས་བཞིན་པའི་ས་ཁུལ་གང་ལ་གང་གསུམ་ཆགས་བསྡད་ཀྱི་ཡོད་རེད། རྒྱ་ནག་གཞུང་གིས་བོད་ལ་དབང་བསྒྱུར་བྱས་ནས་བོད་ཀྱི་ནི་ཡུལ་ལུང་མང་པོ་ཅིག་ནས་ད་རིན་ཆེན་རིན་པོ་ཆེ་གི་རིགས་ཀྱི་གཏེར་ཁ་མང་པོ་ཆེ་སྔོག་དགོས་ཡོད་རེད་རིན་པོ་ཆེ་མ་ཡིན་པའི་རིགས་ཀྱི་གཏེར་ཁ་མང་པོ་སྔོག་དགོས་ཡོད་རེད། ཞེ་བུ་གཅིག་རྒྱ་ནག་གཞུང་ལ་འོས་འགྲན་བྱེད་ཀྱི་ཡོད་རེད། དེ་རིང་སང་ཉིན་རྒྱ་ནག་གཞུང་གི་ཤེས་རྟོགས་ལ་ཡང་ཁོར་ཡིག་སྲུང་སྐྱོབ་ཡིན་པ་དང་མང་པོ་ཅིག་བཤད་ཀྱི་འདུག་ཨ། དངོས་གནས་དེ་འདྲས་ཅིག་རེད་བས་ཟེར་ན་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡིག་གཏོར་བཤིག་བྱེད་ཡ་གང་ལ་ཡང་ཁྲིམས་ལུགས་རང་བཞིན་དང་སྒྲིག་འཛིགས་རང་བཞིན་སྲིད་ཇུས་རང་བཞིན་གྱི་ནི་ལས་ཀ་བྱེད་ཀྱི་འདུག་ཨ། ཅེས་པ་དེ་ཉེ་ཆར་ཟླ་བ་གཅིག་གཉིས་ཀྱི་གོང་ལ་རྒྱ་ཡིག་གི་སྒང་ལ་ཐོན་པའི་ཐོན་པའི་གནས་ཚུལ་དེ་བ་ཡིན་ན་ཁོར་ཡིག་ང་རང་ཚོ་གཏེར་ཁ་སྔོག་འདོན་གྱི་བོད་ཀྱི་ས་ཁུལ་ལ་དོན་ཚན་སུམ་ཅུ་རྩ་གྲངས་ཅིག་ཐོན་བཞག་རང་སྐྱོང་གཞུང་གི་ཏང་ཨུའི་ཧྲུའུ་ཅི་དང་འགོ་ཁྲིད་གཙོ་བོ་དེ་རེད་ཁྲིན་ཅིན་ཀོའོ་སེ་དེ་རེད་དེ་རིང་སང་ཉིན་གྱི་ཁོས་ཉེ་ཆར་ཟླ་བ་གཅིག་གཉིས་ཀྱི་གོང་ལ་ཡང་རང་སྐྱོང་གཞུང་ལ་ཡོངས་ཁྱབ་གྱི་ག་རེ་དྲིལ་བསྒྲགས་བྱས་ཡོད་པར་ཟེར་ན་དམར་ཐིག་གསུམ་གྱི་སྲིད་ཇུས་ཟེར་ཡང་ཆེ། དེའི་ཡང་ལས་དོན་བྱེད་ཤོག་གི་སྒྲིག་གཞི་དོན་ཚན་ཉིས་བཞི་རྩ་གཅིག་ནས་རྩ་གཉིས་ཅན་ཞིག་མར་ཡོངས་བསྒྲགས་གནང་བྱས་ནས་འདི་གི་རྒྱ་ལས་མི་བརྒལ་བའི་ཐོག་ནས་གཏེར་ཁ་མགོ་འདོན་བྱེད་ཡ་མར་ཧག་བྱས་ཡོང་གི་འདུག་བ་གཞུང་འབྲེལ་གོ་རང་གི་ཐོག་ནས་བོད་གི་གནོད་བྱེད་གཏོར་བཤིག་དང་ཡ་དེ་གི་དེ་གི་ཨ་ནི་དཀའ་ངལ་ག་རེ་ག་རེ་འཕྲད་གི་ཡོད་རེད་ཞུས་པ་ཡིན་ན་ད་མང་པོ་ཞུ་བ་ཅིག་ར་དཔེ་མཚོན་གཅིག་གཉིས་ཅན་ཞུས་པ་ཡིན་ན། བོད་ཀྱི་ལྷོ་ཁ་ཁུལ་གྱི་ནང་ལ་ག་ཚོད་གང་གི་གྲས་སུ། གཏེར་ཁ་མགོ་འདོན་བྱེད་པའི་གི་ཟས་ལུད་དེ་དགེ་སྡིག་གི་ཤུགས་རྐྱེན་ཐེབས་བྱས་ནས། ཉེ་ཆར་ལྟ་བུ་ཡིན་པས་ན་ཨམ་འདི་ཁམས་ཕྱོགས་ཀྱི་དཀར་མཛེས་ནང་ལོགས་ལ་ནང་པ་ཞིག་ན་གསན་ཡོད་ཀྱི་རེད། རྒྱ་ནག་གི་གཏེར་ཁ་མགོ་འདོན་བྱེད་པའི་ཟས་ལུད་དེ་གྱི་ཟས་ཆུ་དེ་གཙང་པོའི་ནང་རྒྱུག་བྱས་ནས་ཆུ་ལ་གནས་པའི་ཉག་དང་སེམས་ཅན་དུང་ཞལ་མང་པོ་གྲོགས་ཁོག་འབུས་ནས་བསྐལ་བྱས་ནས་རྗེས་སུ་ཉེ་ཆར་གསར་ལམ་ཁང་ཐོན་ཡོད་རེད། དེའི་རྒྱུད་ཀྱི་བོད་པ་གྲོང་ཚོ་མང་པོ་ཞིག་གི་ཐོངས་ཕྱིའི་སྒང་དཀའ་ངལ་འཕྲད་ཡོད་པའི་གནས་ཚུལ་དེ་རིང་སང་ཉིན་གྱི་གནས་ཚུལ་རེད་དཀའ་ངལ་དག་ནང་བཞིན་གྱི་འདས་པའི་གཅིག་གཉིས་ཀྱི་ནང་ཟླ་བ་གཅིག་གཉིས་ཀྱི་ནང་ལ་གཟའ་སྟོད་དེ་རྣམ་པ་ཚང་མས་མཁྱེན་གྱི་ཡོད་ཀྱི་རེད་རེད་བ་གཟའ་སྟོད། གཟའ་སྟོད་ནང་ལོགས་ལ་ཡ་སུ་སུ་གི་གནས་རི་དེ་ང་རང་ཚོ་བོད་ཀྱི་ལུགས་སྲོལ་ལ་ག་ཚོད་རྩ་ཆེན་པོ་བརྩི་ཆགས་ཀྱི་ཡོད་མེད་དེ་ངས་འདྲི་ཤེས་དགོས་ཀྱི་མ་རེད་ཚང་མས་མཁྱེན་གྱི་ཡོད་ཀྱི་རེད་ལྷག་པར་དུ་བོད་ནས་ཡོང་མཁན་ཚོ་གིས་གནས་རི་རྩ་ཆེན་པོ་དེ་ན་རྡོ་རྗེ་ཕ་ལམ་གྱི་གཏེར་ཁ་དང་དེ་སྔོག་པོ་ཡིན་ཟེར་བཤད་ནས་སྔོག་པ་ལས་དེའི་སྐབས་ལ་ཡ་ས་ནས་མི་མང་གིས། སྐུ་ཅིག་མ་སྔོག་རོགས་བྱེད་ང་ཚོ་གནས་རི་ཡིན་ཟེར་ཞུ་གཏུག་བརྒྱབ་དེའི་སྐབས་སུ་ག་ཚོད་དྲག་གནོན་བྱས་སོང། བོད་པ་སྟོང་ཕྲག་གསུམ་བཞི་པས་དེར་དུག་མདའ་བརྒྱབ་བྱས་ནས་ལེབ་བེད་དེ་མར་ལེབ་ཉེས་བྱས་བྱས་ནས། གདོང་འདག། ཚ་ནན་གྱི་སུ་ཅིའི་སེ་ཡ་དེ་ག་ཚོད་བེད་དེ་དངོས་སུ་ལག་ལེན་བསྟར་སོང། དེའི་སྐབས་དེ་ལ་བོད་པ་ཅིག་གིས་འུ་ཐུག་ནས་མཐོང་ནས་སུ་སུ་གྲི་བརྒྱབ་ནས་ཧ་གི་བྱས་སོང་བ། དེ་འབྲེལ་གྱི་ཁོར་ཡུག་གི་གནས་སྟངས་སྐོར་ནས་བོད་ཀྱི་མི་རིགས་ཀྱི་སྒང་ལ་ཡིན་ནའི་རེད་བོད་ཀྱི་སྣོད་བཅུད་སྐོར་ལ་ཡིན་ནའི་ཧ་ཅང་གི་དག་མཛའ་དག་དང་དཀའ་ངལ་ཅིག་གི་སྒང་ལ་འདུག་བཞིན་པར་གནས་བསྡད་ཡོད་རེད། འདིའི་སྐོར་ནས་རོབ་ཅིག་ཅིག་ནས་ཅིག་ངོ་སྤྲོད་ཅིག་ཞུ་ན་བསམ་སོང། དེ་ནས་རྒྱ་ནག་གཞུང་གིས་བོད་ལ་བཏོན་པའི་སྲིད་ཇུས་ནང་ལོགས་ནས་དེ་རིང་སང་ཡིན་ད་ང་ཚོ་འབྲེལ་བ་ཡོད་པའི་ཐོག་ནས་ཅིག་ཞུ་ན་བསམ་སོང་ད་མང་པོ་ཡོད་ཀྱི་རེད་དེ།

གྲིམ་འགྲུལ་དེ་ཚོའི་ཐུང་ཐུང་ལའང་ཐིན་ཐུ་ཡས་ཀྱིས་འཐབ་ཇུས་ཀྱི་ཐོག་ནས་ལས་ཀ་ཅིག་བྱེད་བསྡད་ཀྱི་འདུག་ག་རེད་ཟེར་ན། ཕྱི་ཟླ་ད་ལོ་ཕྱི་ཟླ་དྲུག་པའི་ཟླ་རེའི་ཉི་ཤུ་རྩ་དྲུག་རྩ་བདུན་ཅིག་དོར་བ་ཅིག་ཡིན་པ་ཡོད། ཕར་ཕྱིན་དྲུག་པའི་ཉི་ཤུ་རྩ་བདུན་ཡིན་པ་ཡོད་ང་ང་ནོར་མེད་པ་ཡིན་ན། རང་སྐྱོང་གཞུང་གི་ནང་ལོགས་ལྷ་ས་རང་སྐྱོང་གཞུང་གི་ནང་ལོགས་ལ་ཡང་འདིའི་གི་ཆེད་དུ་ལྷན་ཚོགས་ཅིག་བཙུགས་སོང། ལྷན་ཚོགས་འདི་ལ་འགན་འཛིན་གཅིག་དེ་རྒྱ་མི་གཅིག་དགོས་སོང། དེ་ལ་འགན་འཛིན་དང་ཚོགས་གཙོ་གཞོན་པ་དེ་བཞི་བཅས་དེ་ལ་ཚོགས་མི་ཉི་ཤུ་རྩ་བདུན་གྱི་ད་ལྷན་ཚོགས་ཅིག་བཙུགས་ཡོད་རེད། འདིའི་གི་ལས་འགན་གཙོ་བོ་དེ་བཙུགས་ངེས་དེ་སུས་གི་ཐབས་ཅིག་ངང་དང་ད་ད་རྒྱ་ནག་གཞུང་གི་དབུས་གཞུང་གི་མཐུན་འགྲན་འཕུར་སའི་དེ་ཐབས་ཤོག་ཐབས་ཤོག་ཅིག་སྤྱིར་སའི་དེ་རེད། འདིའི་གི་འགན་ཁེ་བའི་ཐོག་ནས་སྐབས་དེ་བཙུགས་དེའི་སྐབས་སུ་ཀྲོང་ཡང་ནས་ཐབས་ཤོག་ཅིག་སྤྱིར་འཕུར་གི་ལས་བྱེད་ཅིག་གི་སླད་ཡོད་རེད།

ལས་འགན་དེ་འཁུར་དགོས་འདུག་བ། དེ་ཡིན་དུས་ཙང་ནས་ང་ཚོ་ཕྱི་ལོགས་ན་ཡོང་ངོས་བོད་པ་ཚོ་གི་ཟབ་ཟབ་ག་རེ་བྱེད་དགོས་གི་འདུག་ན་རྒྱ་ནག་ལ་ཡང་བི་ཟ་རག་གི་འདུག་བི་ཟ། ཞུས་བྱས་བྱས་ནས། ཕག་འགྲོ་ཡག་ལ་ཅིག་གི་ཡག་མོ་དང་བོད་ནང་ཡག་པོ་ཞུ་ཅིག་རེད་ཟེར་བྱས་བྱས་ནས་ཕག་ཚུར་འགྲོ་ཡག་གི་ཅིག་ཡོར་བ་འདུག་འདིའི་སྒང་ལ་གཏད་སི་ཅིག་ཟབ་ཟབ་མ་བྱས་པ་ཡིན་པ་ཡིན་ན། རྒྱ་མིག་གིས། ང་ཚོ་ཕར་འགྲོ་ཚུར་འགྲོ་མང་པོ་བྱེད་ཀྱི་ཡོད་པ་དང། བོད་ནང་ལོགས་ལ་ཡང་ང་རང་ཚོ་ཕྱི་ལོགས་ལ་བོད་པ་གཙོ་བོ་གཅིག་འཛུགས་སྐྲུན་བྱེད་ཡ་ཡིན་ནའི་ར། ང་རང་སྐྱབས་བཅོལ་དང་པོ་སྐྱབས་བཅོལ་གྱི་མིང་ཡོད་པ་གང་ཞིག་ལ་ད་མཆིས་ཟེར་ད་ད་ཡང་ནས་ཕྱི་ལོགས་ལ་བསྡད་བྱས་ལ་བོད་ནང་འགྲོ་སོང་དང་རོགས་པ་བྱེད་ཡ་དེ་ནི་ཟིག་ལོགས་ར་ཡིན་ནའི། དོ་བདག་རང་ཉིད་ཀྱི་ངོས་ནས་འགྲོ་ལུགས་འགྲོ་སྟངས་དེ་གས་ཟབ་ཟབ་མ་བྱས་པ་ཡིན་ན་རྒྱ་ནག་གི་ཆབ་སྲིད་ཀྱི་སྒང་བེད་སྤྱོད་གཏོང་ཡ་གྱི་ཉེན་ཁ་ཆེན་པོ་རེད་ཤག་འདི་གར་ཞིག་བསྐོར་ཟེར་ནས་ཕྱི་ལོགས་ཀྱི་མི་རིགས་སྤེན་ད་དེ་གས་ཏེ། ཏཱ་ལའི་བླ་མ་དང་ཏཱ་ལའི་བླ་མ་གྱི་གཞུང་ཞིག་ཡོང་རོགས་ང་རང་ཚོའི།

དེའི་ནང་གི་སུ་ལྷག་པར་དུ་ཕྱི་ལོགས་ན་ཡོང་བའི་བོད་པ་རིགས་གཅིག་གིས་སྲིད་ཇུས་དེ་དང་འབྲེལ་བའི་ཐོག་ནས། རྒྱ་ནག་གི་གཞུང་ཚབ་དང་རྒྱ་ནག་ལ་ཡང་ང་ཚོ་ཕྱི་རྒྱལ་ན་ཡོད་དེ་བས་བོད་པ་ཚོ་སྐུ་ཚབ་ཡིན་ཟེར་མཁན་དེ་འདྲ་གནས་ཚུལ་དེ་འདྲ་རེ་ཟུང་ཡོང་གི་རེད་གི་འདུག་བ་དེ་ཚོ་ཧ་ལས་པའི་གི་བསམ་བློ་བཏང་དགོས་ཡ་གི་གནས་ཚུལ་རེད་བསམ་གི་འདུག་རྒྱ་ནག་གཞུང་ལ་ཐབས་ཇུས་དེ་འདྲ་ཡོད་དུས། དེ་གཅིག་ཞུ་ཞུ་ཡ་ཡིན། དེ་ནས་གཉིས་པ་དེ་རྒྱ་ནག་གཞུང་གིས་ཕྱི་ལོགས་ལ་གར་བྱེད་དགོས། གཉིས་པ་མི་ལེགས་མ་རེད་དེ་འདྲ།
ང་ཚང་ཚང་མ་འཁྲུག་འགྲོ་གི་དེ་ཤེས་གི་ཤེས་གི། གཉིས་པ་དེ་དང་པོ་དེ་བོད་ལ་བདེན་པའི་རྒྱ་ནག་གཞུང་གི་སྲིད་བྱུས་གཅིག་དེ་གཉིས་དེ་ཤེས་ཞུས་ན་བསམ་པའི་དེ་ཡིན། གཉིས་པ་དེ་རྒྱ་ནག་གཞུང་གིས་གར་བྱེད་གི་འདུག་ཞུས་པ་ཡིན་ན། ད་རྒྱལ་ཁུལ་མང་པོ་ཅིག་ལ་གནོན་ཤུགས་སྤྲད་གི་ཡོད་རེད། ག་རེ་ཟེར་ན་ང་རང་ཚོ་རྒྱང་རྒྱང་གོ་རིན་པོ་ཆེ་རེད་ང་རང་ཚོ་གཞུང་འདི་གི་ཁ་བྲལ་གི་ལས་ཀ་བྱེད་གི་ཡོད་རེད། དེ་ཚོ་ལ་འབྲེལ་བ་བྱེད་ན་འགྲིག་གི་ཡོད་མ་རེད། དེ་སྐྱིད་ལ་རྒྱབ་སྐྱོར་བྱེད་ན་འགྲིག་གི་ཡོད་མ་རེད། ད་དེ་རིང་ཕྱི་ཉིན་ང་ཚོ་འདི་ག་ག་ད་ཅི་གོང་ཚོགས་ཚོགས་ཞུས་སོང་ང་ཚོ་ཞི་དུལ་འགྲོ་གི་འདུག་རྒྱ་ནག་གཞུང་ལ་ཁ་པར་བརྒྱབ་བྱས་ནས་བེད་ནོན་ཞིག་མང་པོ་སྤྲད་གི་འདུག་སེ་ཡ་དང་འདི་བྱས་འདི། ཁོང་ཚོ་ག་རེ་བྲིས་དགོས་ཟེར་ན། འདིའི་སྐོར་ལ་ང་ཚོས་གནོན་ཤུགས་མང་པོ་ཅིག་སྤྲད་བྱས་ནས་ང་རང་ཚོའི་བོད་ནང་ལ་བདེན་པ་ཡོད་དཀའ་ངལ་ཡོད། ང་ཚོས་བཀའ་བསོད་རེ་བོད་མི་རིགས་ཀྱི་བདེན་དོན་འཐབ་རྩོད་བྱེད་ཡག་གི་ལམ་ཁ་དེ་རང་བཙན་མ་ཡིན་པ་བོད་རིགས་ཡོངས་ལ་འཛིན་སྐྱོང་གཅིག་གི་མིང་དོན་ཟེར་བའི་རང་སྐྱོང་གཅིག་རག་ན་འགྲིག་གི་འདུག་བསྲི་ཡག་གི་ཐབས་ལམ་སུ་བྱེད་དགོས་དེ་རང་བཙན་ཡོང་བའི་བར་འགྲེལ་བཤད་ཀློག་བྱས་ནས་ལོག་འགྲེལ་རྒྱབ་བྱེད་བྱས་ནས། ཨ་ནི། ང་ཚོའི་རེ་བ་རྒྱག་ས་གི་གཞུང་དེ་གི་དེ་དང་ང་ཚོའི་བར་ལ་ཡིད་ཆེས་ལག་ཅིག་ཡ་དང་འབྲེལ་བ་ཅེ་ཡ་གི་གཟུད་བྱེད་ཅིག་ཤུགས་ཆེན་པོ་ལག་ན་དར་གི་ཡ་བ་ད་དེ། གཅིག་དེ་རེད། གཉིས་པ་དེ། ད་དུང་ང་ཚོས་གཟབ་གཟབ་བྱེད་དགོས་ཡ་ཅིག་ལ་རྒྱ་ནག་གཞུང་གི་འདི་བས་ལོ་གཅིག་གཉིས་སུ་ཕྱིན་པ་རེད། བོད་གཞུང་འདི་གི་དཔལ་འབྱོར་གི་ཡོང་ཁུངས་མེད་ན་དཔལ་འབྱོར་ཅིག་མེད་པ་ཡིན་ན་ག་རེ་ཡིན་ན་ཡ་ཚོད་ནས་གང་ག་ངས་འཁྲིད་གི་ཡོད་པ་དེ་ཤི་སེ་ནང་སེ་རེད། ཁོང་ཚོས་དེང་སང་ག་རེ་ཞིབ་འཇུག་བྱེད་ཀྱི་འདུག་ཟེར་ན། ཕྱི་རྒྱལ་གྱི་རོགས་ཚོགས་ཡིན་ན་ཡང་རེད་གཞུང་ཡིན་ན་ཡང་རེད་གང་ཟག་སྒེར་པ་ཡིན་ན་ཡང་རེད་དེ་གའི་སྟེང་གི་ང་ཚོ་སྐྱབས་བཅོལ་གཞུང་ལ་རོགས་རམ་བྱེད་ཡག་གི་ཁུངས་དེ་གའི་སྟེང་ཁོང་ཚོས་ཞིབ་འཇུག་བྱེད་ཀྱི་ཡག་རེད་ཞིབ་འཇུག་བྱས་དེ་གའི་སྟེང་ཕར་བཅད་ཡག་གི་ཐབས་ཇུས་བྱེད་ཀྱི་འདུག་བ། དེ་འབྲེལ་གྱི་སྲིད་ཇུས་ངན་པ་བརྩི་རྒྱག་གི་འདུག་ད་ང་ཚོའི་གཞུང་སྐྱབས་བཅོལ་བྱུང་ཚང་མ་ལོ་རང་བཙན་རང་བཙན་ལབ་དེ་མར་ད་གོང་ད་དེ་ཁ་ནས་ཤོད་འགྲོ་གི་འདུག་བཅར་འདྲི་ལག་དེབ་བཅར་འདྲི་ལག་དེབ་ཀྱི་སྒོ་ནས་ངོས་ནས་བཤད་ན་ང་ཚོའི་གཞུང་གི་རྒྱུན་གྲོན་དང་ཁེ་སི་འདང་བའི་བཞིན་པ་ཅིག་འཁོར་ཐུབ་པ་ཡིན་ན་ང་ཚོ་རང་ཁ་རང་གསོ་ཆགས་ཀི་ཡོད་རེད་དེ་ང་ཚོ་དེ་ཡོང་ཐུབ་ཀི་མེད་པ་དེ་གསལ་བོ་ཁོང་ཚོས་ཧ་གོ་གི་རེད་ད། མང་ཆེ་བ་ཁྱོད་རོགས་རུལ་མ་བསྟེན་གི་ཡོད་དེ་དེ་གས་དེ་ཕར་བཅད་ཡག་གི།

མ་རེད་པས། དེ་འདྲའི་སོང་ཙང་འདི་སྐད་དེ་གང་ལ་ཡང་ཚང་མས་ཅིག་དགོངས་པ་བཞེས་པའི་ཐོག་ནས་ཅིག་གནང་དགོས་འདུག་འདི་ཅིག་ཞུས་ན་བསམ་སོང། དེ་ནས་དེ་རིང་སང་ཉིན་རྒྱ་ནག་གཞུང་གིས་ང་ཚོའི་བོད་ལ་ཨ་ནེ་ད་ཅིག། འགོ་ཁྲིད་ཚོ་གི་ཆེད་ལུགས་བྱེད་སྟངས་ཀྱི་གནས་སྟངས་གཅིག་གཉིས་ཅིག་ཞུས་ན་བསམས་སོང། ཁེ་གཙང་རྒྱ་ནག་གཞུང་གིས་རྒྱ་གར་གཞུང་གི་སྲིད་འཛིན། སྲིད་བློན། ཨན་ད་ད། ཟླ་བ། བཅུ་བའི། བཅུ་བའི་ནང་རེད་བ། བཅུ་བའི་ཉི་ཤུ་རྩ་གཅིག་རྩ་གཉིས་དེ་ལ་ནི། རྒྱལ་དོན་འཚམས་གཟིགས་པེ་ཅིན་ལ་འདུག་ཞིག་ཕེབས་པ་རེད། སྐབས་དེ་དུས་རྒྱ་ནག་གཞུང་གི་གཞུང་འབྲེལ་གྱི་ཡིག་ཆ་རྒྱབ་ཤོག་རྒྱབ་ཤ་དཀར་བོ་ཟེར་ཅིག་བཏོན་པ་རེད་དེ་ན་དོན་ཚན་དྲུག་འདུག། དོན་ཚན་དྲུག་དེའི་ནང་ལ་ཡང། གར་བཤད་སྐོར་ཟེར་ན། ལོ་རྒྱུས་ཀྱི་ཐོག་བོད་དེ་རྒྱ་ཁུངས་ཡིན་པ་དེ། དེ་ད་དུང་བོད་ཁྲག་བཟུང་ད་ང་ཚོ་བོད་རྒྱ་ཞི་འགྲིག་ཡོང་གི་མེད་པ་ནས་ཚུལ་དེ་གང་ཐུགས་དད་བསྐོས་རོགས། རང་ཤག་བསྐྱར་བཤད་བསྐྱར་བླངས་བྱས་འདྲི་ཤེས་རྒྱ་ཡོང་གི་འདུག་བ། དེ་ནས་ང་རང་ཚོའི་གཞུང་གིས་རྒྱ་ནག་གཞུང་ལ་ཕུལ་བཤད་པའི་ཡིག་ཆ།

ད་དུང། བོད་ནང་ལ་ཡང་རང་སྲིད་རང་སྐྱོང་གི་ལག་ལེན་དེ་ང་ཚོས་བྱས་དང་བྱེད་བཞིན་པ་ཡིན། སུས་དེ་འདྲ་ཞིག་རྒྱག་གི་འདུག་བ། དེ་ཡིན་དུས། བོད་ནང་ནས་ཡོད་ངེས་ཀྱི་བོད་པ་ཚོ་གིས། ཕ་ཕྱིར་བོད་ནང་ལ་བོད་མི་རིགས་ཀྱི་སྒང་ལ་རང་སྲིད་རང་སྐྱོང་གི་གནས་བབ་ག་འདྲ་ཞིག་ལག་ལེན་བསྟར་གི་ཡོད་པ་ངས་ཤུགས་དགོས་མ་མཁྱེན་གི་ཡོད་པ་རེད་བསམ་གྱི་ཡོད། ཡིན་ནའི་རྒྱ་གར་ནང་ལ་འཚར་ལོངས་བྱུང་དེ་ངས་དེ་རྒྱུད་དེ་གའི་གནས་སྟངས་ག་འདྲ་ཞིག་ཡིན་ན་གཅིག་བྱས་ན་དགོངས་སུ་གཏོང་དཀའ་བོ་རེད།

ང་ཚོའི་མགོ་སེར་ཡ་དེས་རྒྱ་ནག་གཞུང་གི་རྩ་ཁྲིམས་ནང་ལ། གྲངས་ཉུང་གང་མཚུངས་མི་རིགས་ལྔ་བཅུ་ང་ལྔ་ང་དྲུག་ཅིག་ཡོད་པའི་ནང་ལོགས་ནས། མི་རིགས་གཅིག་ཡིན་པ་ཡིན་ན། མི་རིགས་དེ་གའི་སྐད་ཡིག་རིག་གཞུང། ཁྱད་ཆོས་ཡོངས་སུ་གསོག་པ་ཡང་སྲུང་སྐྱོབ་བྱེད་ཡག་གི་ཚུར་རང་གི་ཐོབ་ཐང་ཡོད་ཅེས་ནས་གསལ་ཡོད་པ་རེད། འདིའི་གའི་འབྲི་དོན་གཞི་བཟུང་བྱས་ནས་ང་ཚོ་བོད་མི་རིགས་ཡིན། འདོད་དགུའི་ཁམས་གསུམ། རྡོ་བོའི་ཁམས་གསུམ། སྟོད་མངའ་རིས་དབུས། ག་ས་དབུས། ག་ས། དབུས་གཙང་རི་བཞི། ཨ་ནེ། སྨད་མདོ་ཁུམ་སྒང་དཀྲིག་སེ་ཞིག་ཡོད་རེད་པ། འདི་ཡོངས་སུ་བ་ས་རྒྱུད་གཅིག་ཡིན་པ་ལ་མི་རིགས་གཅིག་ཡིན་པ། དེ་ཡོད་བལྟས་བས་ཀྱི་བོད་པ་དེ་གའི་དེ་གའི་སྐད་ཡིག་གཅིག་ཡིན་པ་ལ་རིག་གཞུང་གཅིག་ཡིན་པ་ཡིག་ཡིག་གཅིག་ཡིན་པ། དེ་སོང་ཙང་ང་ཚོ་ལ་རྒྱ་ནག་གཞུང་གི་རྩ་ཁྲིམས་ནང་ལོགས་ལ་རྒྱ་ནག་གཞུང་གི་མི་རིགས་ཀྱི་ཐོབ་ཐང་ས་གནས་རང་སྐྱོང་དེ་ཡང་ད་དུང་ཡོད་ཚད་དེ་ང་ཚོ་ལ་ཡོད་ཡ་ཆ་ཆེན་ཚང་མ་ཚང་བསྡད་ཤག་དང་ད་ལྟ་རྒྱ་ནག་གཞུང་གི་ལག་ལེན་བཙལ་ཡ་དེ་དེ་མི་འདུག་བོད་དེ་ལ་དཔེ་རང་སྐྱོང་གི་ད་ཆེ་ཆུང་གི་མིང་མང་པོ་ཞིག་དོན་པོ་མང་པོ་དབྱེ་བ་འབྱེད་ཤག་དེ་ང་ཚོ་འགྲིག་གི་མི་འདུག་དེ་གི་བོད་གི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་བྱེད་ཡ་ལ་ཡོང་གི་མི་འདུག་མེད་ཙང་ང་ཚོ་དེ་གའི་དེ་བོད་གི